ཕོངས་པའི་ཚེ་ལ་གཉེན་དུ་འདོད་ཚུལ་གསུམ། ཞེས་ལབ་པ་རེད། ཁྱོད་ཀྱིས་ཕོངས་པོ་བཞག་ཚུལ་ལ། གཉེན་དུ་རྣམས་ལ་འདོད་ཚུལ་མི་འདྲ་བ་གསུམ་ཡོད་པ་རེད། གཞན་དག་གླང་པོ་རབ་བརྟན་བརྒྱབ་ཚེ་ཤེས། ག་རེ་གསུངས་པ་རེད་ལབ་ན་འདོད་ཚུལ་གཞན་པ་ལ། གླང་པོ་ཆེ་ས་ལ་རབ་བརྟན་ཟེར་བ་གླང་པོ་ཆེ་རྣམས་ཀྱི་ནང་ནས་ཤུགས། ཆེ་ཤོས། ལྷ་ཡི་དབང་པོ་བརྒྱ་བྱིན་གྱིས་གཞོན་པ་རེད་ཟེར་ལབ་ཀི་རེད་གང་ལྟར་ཀྱང་གླང་པོ་ཆེ་ཤུགས་ཆེ་ཤོས་ས་ལ་རབ་བརྟན་གྱི་རྒྱབ་ལ་ཁུར་ཐུབ་པའི་ཆུ་རྗེ་བོང་བུ་དེ་འདྲ་གཅིག་ལ་ཆུ་ཕུང་གཅིག་ཟེར་ལབ་ཀི་རེད། ཉན་ཐོས་རྣམས་ཀྱིས་ཆུ་ཕུང་གི་ཚད་འདོད་ཚུལ་གསུམ་དེ་ག་རེ་རེད་ལབ་ན་དང་པོ་ཞོ་ལོ་ཀ་དྲུག་སྟོང་ཆུ་རྗེ་བོང་བུ་གཅིག་གི་ཚད་ལ་འདོད་པ་རེད། དེ་གཞི་ག་བ་ལ་བཞག་པ་རེད་ཟེར་ལབ་པ་ཡིན་ན་ངོམ་པ་དེབ་བདུན་གྱི་ནང་ཚན་དུ་བསྐྱུར་བའི་ཆུ་གྱི་བོང་བུ་ལབ་ཡ་གཅིག་ཡོད་པ་རེད། ཆུ་གྱི་བོང་བུ་ལབ་ཡ་དེ་ཆུ་བོང་གཅིག་རེད། དེ་ལ་ཤོ་ལོ་ཀ་དྲུག་སྟོང་ཡོད་པ་རེད། བྱེ་བྲག་སྨྲ་བ་རྣམས་དེ་ལྟར་ཟེར་གྱི་རེད། ངོམས་པ་དེ་བདུན་ལབ་ཡོད་དེ། ཆེ་ཕྲ་དམའ་བ་རྣམས་ཀྱི་སངས་རྒྱས་ཀྱི་གསུངས་པའི་མདོ་ཡིན་པར་ཁས་ལེན་པ་དང། ཆེ་ཕྲ་དམའ་བ་ཡན་ཆད་མདོ་སྡེ་བ་ལ་སོགས་པས་སངས་རྒྱས་ཀྱི་བཀའ་མ་ཡིན་པ་རྟ་མཇུག་ཡིན་པ། དེ་འདྲ་ཅིག་ཁས་ལེན་གྱི་ཡོད་པ་རེད། མདོའི་ཚན་གཉིས་པ་དེ་ག་རེད་ལབ་ན་སྡེ་ཚན་ཧྲིལ་པོ་གཅིག་ཚང་མ་བཤད་པ་དཔེར་ན་རྟེན་འབྲེལ་ཡན་ལག་བཅུ་གཉིས་ལྟ་བུ་ལ་མཚོན་པ་ཡིན་ན་རྟེན་འབྲེལ་ཡན་ལག་བཅུ་གཉིས་རྒྱུ་ངོ་བོ་འབྲས་བུ་ཆེ་ལས་ལ་སོགས་པ་ཚང་མ་གཅིག་ཤེས་ཚར་སོང་ན་ཆོས་ཀྱི་ཕུང་པོ་གཅིག་རེད་ཟེར་ལབ་ཀི་རེད། དེ་འདྲ་གི་འདུ་ཚེགས་གཅིག་ཡོད་པ་རེད། དེ་ནི་འདོད་ཚུལ་གཞན་པ་གཅིག་སྟེ། གླང་པོ་ཆེ་རབ་བརྟན་གྱི་རྒྱབ་ཁལ་གཅིག། གླང་པོ་ཆེ་ས་ལ་རབ་བརྟན་གྱི་རྒྱབ་ལ་འཁུར་ཐུབ་པའི་ཆོས་ལ་ཆོས་ཀྱི་ཕུང་པོ་གཅིག་ཟིལ་ལག་གི་རེད། ཡང་ན་གླང་པོ་ཆེའི་ས་ལ་རབ་བརྟན་གྱི་རྒྱབ་ལ་ཁུར་ཐུབ་པའི་སྣག་ཚ། ཡི་གེ་འབྲི་བྱེད་ཀྱི་སྣག་ཚ་དེ་འདྲ་ཅིག་གིས་སྤྲས་པའི་ཆོས་ལ་ཆོས་ཀྱི་ཕུང་པོ་གཅིག་ཟིལ་ལག་གི་རེད། ཆོས་ཕུང་པོའི་འདོད་ཚུལ་གསུམ་མམ་ཡང་ན་བཞི་དེ་དེ་འདྲ་ཅིག་རེད། འདི་ལ་བྱ་བའི་གསུམ་དང་གཞན་པ་གཅིག་སྟེ། ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་དང་སྦྱར་ནས་དེ་དག་གི་གཉེན་པོ་ལ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་བཞག་ཚུལ་དང་གྱིས་བསྡོམས་པ་ཡིན་ན། ཆོས་ཀྱི་ཕུང་པོ་བཞག་ཚུལ་རྣམ་པ་བཞི་འདྲ་ཅིག་ཡོད་པ་དེ་འདྲ་ཅིག་རེད། ངོ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།